རིགས་བདག་ག་ཡ། རྡ་ནག་རིག་གཞུང་སློབ་གྲྭ་དབུ་བརྙེས་ནས་ལོ་ལྔ་འཁོར་བའི། དམིགས་བསལ་གྱི་མཛད་སྒོ་དེའི་ཐོག་ལ་ཡང། ཆེད་དུ་ཕེབས་པའི་སེར་བྱེས་རིག་གཞུང་བསྟི་གནས་ཁང་གི་དབུ་བླ་ཆོས་སྒོ་རིན་པོ་ཆེ་དང། གཡུང་དྲུང་བོན་གཞོན་གླིང་གི་སྐྱོང་སྤྲུལ་རིན་པོ་ཆེ། ཁེ་ན་ཏྲ་བཀའ་བརྒྱུད་ཆོས་ཚོགས་ཀྱི་བླ་མ་བསྟན་འཛིན་གྲགས་པ་ལགས། ལྷག་པར་དུ་ད་རིང་འདིའི་མཛད་སྒོ་གྲ་སྒྲིག་གནང་མཁན། དར་ནག་མཐེབ་རྩ་དང་ཧི་མ་ལ་ཡའི་རིག་གཞུང་བསྟི་གནས་ཁང་གི་སྤྱི་ཁྱབ་འགན་འཛིན་གནས་ནང་བླ་མ་ཚོང་བ་རིན་པོ་ཆེ་མཆོག་དབུས་པའི་འཕགས་པའི་དགེ་འདུན་རྣམ་པ་དང། བདག་རྣམས་དག་གིས་ད་རེས་ཀྱི་སྐོང་བཀྲོན་གཙོ་བོ་དཔལ་ལྡན་སྲིད་སྐྱོང་མཆོག་དང། བྱང་ཨ་རིའི་སྐུ་ཚབ་དོན་གཅོད་ཀྱི་འབུམ་རམས་པ་རྣམ་རྒྱལ་ཆོས་གྲུབ་ལགས་དབུས་པའི་སྐོང་བཀྲོན་རྣམ་པ། བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་དབུས་པའི་ཚོགས་པ་ཁག་སྐུ་ཚབ། མང་ཚོགས་བདག་རྣམས་དག་གིས་ད་གའི་སློབ་ཕྲུག་ཚང་མ་ལོ་རེ་ཡར་རྒྱས་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ་བ་ཡིན། ད་དངོས་གནས་བྱས་ན་ད་གའི་སྐོང་བཀྲོན་གཙོ་བོ་གིས་དེ་ལྟ་སྤྱི་ཡོངས་ཀྱི་གསུང་བཤད་ཨ་ནི་སྙིང་རྡུལ་རྒྱས་པོ་སྣང་བཟང་དམིགས་བསལ་གྱིས་ལྟ་དགེ་བཤེས་དགོས་ཡ་ཡོད་མ་རེད་ཡིན་ནའི་ལས་མཛད་རིམ་ན་དེ་ཡོད་པ་སོང་ཙང་ཨ་ནི་གསར་བརྗེ་མ་གཏོང་ཙི་ལ་ཞུ་ཡ་ལི་ཡ། ད་ད་ནང་རིག་གཞུང་སློབ་གྲྭ་དབུ་བརྙེས་ནས་འདས་པའི་ལོ་ལྔའི་ནང་ལི་ཡ་གར་བྱུང་པོ་འདི་དྲང་གི་དེ་ཀླུ་སྤྱིའི་ལས་འདོམས་རེད་ཨ་ནི་བླ་མ་ཚོང་ལགས་ཀྱིས་ང་བཀའ་སློབ་གནང་པའི་སྐབས་ལ་ཐོག་མར་གཙུག་གུ་ཡག་གི་ཀུན་སློང་རྒྱུ་མཚན་ག་འདྲས་ཡིན་པ་ད་འདི་གའི་རྣམ་པ་ཚང་མས་མཁྱེན་གསལ་རེད་དེ་འདྲས་ཡིན་དུས་ད་ལྟའི་དུས་ཚོད་འདི་ལ་ཡང་དག་སྣང་རིག་གཞུང་བསླབ་གྲྭའི་ཕྱག་ལས་གནང་བ་དེ་དམིགས་བསལ་གྱི་ཕན་ཐོགས་ཆེན་པོ་བྱུང་ཡོད་རེད་དེ་འདྲས་ཡིན་དུས་བསླབ་གྲྭའི་སློབ་སྤྱི་དང་ཕྱག་ལས་གནང་ཉན་ཚང་མ་ལ་ཡང་ཐུགས་ཆེ་ཆེ་ཞེས་ཞུ་ཡ་ཡིན། འདི་ཡོང་གུ་ཡག་གི་རྒྱུ་མཚན་གཙོ་བོ་རོ་པ་འདི་ལྟ་མང་པོ་ཡོད་པའི་ནང་ནས་ནམ་རྒྱུན་དཔལ་ལྡན། སྲིད་སྐྱོང་མཆོག་གིས་འཛིན་སྐྱོང་གི་ལྟ་གྲུབ་ཟེར་ནས་མི་འདུག་ནུས་པ་མཉམ་སྤུངས་གནང་པའི་རྒྱུ་མཚན་གཏན་ནས་བྱུང་པ་དེ་བཤད་མ་གོ་རེད། དགེ་རྒན་རེད་ཨ་ད་ག་ནང་ད་དབུ་ཁྲིད་ངན་རེད་སློབ་ཕྲུག་རེད་ཕ་མ་རེད་ཚང་མས་གྲུབ་འབྲས་གནང་གཏན་ནས་བྱུང་མ་སོང་ཙང་དམིགས་བསལ་ཐུགས་ཆེ་བཞེས་བྱས་ཞུ་ཡ་ཡིན། ད་གིན་གོང་སྲིད་སྐྱོང་གི་བཀའ་སློབ་གནང་པའི་སྐབས་ལ་ཡ་ད་གལ་ཆེན་པོ་གཅིག་དེ་བོད་ནང་གི་གནས་ཚུལ་དང་འབྲེལ་བྱས་ད་གིན་དེ་བཀའ་གནང་སོང་ང། ད་ལོ་གཅིག་ཏུ་གསུམ་པའི་ནང་ལ་ཡང་མིང་སྙན་པོ་ཞིག་བཏགས་རྗེས་མི་རིགས་མཐུན་སྒྲིལ་ཡར་ཐོན་གྱི་ཟེར་བའི་ཁྲིམས་འདི་ལྟ་གཙོ་བོ་དེ་མ་འོངས་པའི་ང་ཚོའི་བོད་ཀྱི་བདག་པོ་ཡིན་པའི་སོན་རྩ་དེ་གས་ཀྱི་སྐད་ཡིག་བརླག་བཅོས་བ་དང་མི་རིགས་ཀྱི་ངོ་བོ་འཁོར་རྩ་མེད་གནང་ཡ་ཡིན་པའི་དུས་དེའི་ཐོག་ལ་ཡང་ད་རྩ་བའི་ནམ་རྒྱུན་དར་ནག་རིག་གཞུང་ཁང་གི་སློབ་ཚན་ཡོར་དེ་ལས་ཡང་འདི་ལ་ཡང་དམིགས་བསལ་གྱི་ཐུགས་སྣང་ཅིག་གནང་དགོས་ཏེ་གནད་འགག་མེད་འགྲོ་བསམ་གྱིས་ལྷག་པར་དུ་རྣམ་པ་ཚོས་རྒན་ལགས་རྣམ་པས་གཟིགས་རྗེས། ད་ལོའི་སྤྱི་ཟླ་བདུན་པའི་ཚེས་པ་གཅིག་ནས་ཨན་ཁྲིམས་དེ་ལག་ལེན་བསྟར་གྱི་ཡིན་ཟེར་ཡོད་རེད་ད་བས་ན་ཡོང་རྒྱུ་དལ་བའི་ཉིན་མ་ཁ་ཤས་གཅིག་ནང་ལོག་ལ་ཡ་ཨན་ནི་བོད་མི་རིགས་ཀྱི་ངོ་བོ་རྩ་ལག་དང་ཡ་གི་ཁྲིམས་དེ་ལག་ལེན་བསྟར་གྱི་ཡོད་རེད་དེ་འདྲ་ཡིན་དུས་དེའི་ཉིན་ག་གི་དུས་ཚོད་དེ་ལ་ཡ་རྒན་ལགས་རྣམས་པས་ཁྲིམས་དེ་རོབ་ཙེ་ཟིས་རྗེས་དེའི་ནང་དོན་སྙིང་བསྡུས་དེ་འདྲ་རེད་ད་དམིགས་ཡུལ་དེ་འདྲ་རེད་ད་ཟེར་གཅིག་གཅིག་ཆ་ཚོད་ཕྱེད་ཀའི་ནང་ལ་ཡ་སློབ་ཕྲུག་ཚོའི་བསམ་བློའི་ནང་ལ་བླུག་ཐུབ་རེ་གཅིག་དང། ཕི་གའི་འབྲེལ་འདྲིས་བྱེད་ཀྱི་ཡོད་པའི་རྒྱུ་མཚན་གཏན་ནི་ང་ཚོས་བདེ། སློབ་ཕྲུག་ཚོ་ལ་ཡང་བོད་ཀྱི་སྐད་ཡིག་གལ་ཆེན་པོ་བཅས་དར་ནག་རིག་གཞུང་བསླབ་གྲྭ་གཙོ་བོར་དར་སྲས་གཅིག་གི་ཕྱག་མཛོད་ཆེ་ཁག་ཅིག་གི་ལས་རིམ་གྱེན་ལ་ནང་པའི་གནང་ཐུག་ན་དར་ནག་ཙམ་མ་ཡིན་པའི་བོད་རིགས་སྤྱི་མཐུན་ཚོགས་པ་ཡོངས་རྫོགས་ད་བྱང་ཨ་རིའི་ནང་ལ་བོད་རིགས་སྤྱི་མཐུན་ཚོགས་པ་སུམ་ཅུ་སོ་དྲུག་ནང་ལ་ཡང་གཟའ་མཇུག་བསླབ་གྲྭ་གཉེར་མཁན་དེ་ཉི་ཤུ་རྩ་བཞི་ཡོད་རེད་དེ་གའི་ཚང་མའི་ནང་ལ་ཡང་ཕྱག་མཛོད་ཆེ་ཁག་ཅིག་གི་རིང་གང་ལ་ཡང་ཨ་ནི་ཁྲིམས་འདིའི་དམིགས་ཡུལ་ག་རེ་ཡིན་པ། ཨེ་ཁྲིམས་འདི་འདྲ་བྱེད་ཀྱི་ཡོད་པ་སོང་ཙང་ང་རང་ཚོའི་རེས་གཟའ་སྤེན་པ་དང་ཉི་མའི་དུས་ཚོད་དང་ནི་ཁྱེད་རང་ཚོ་སློབ་སྦྱོང་སླབ་ཀྱི་ཡོར་ད་ཨ་སེ་ཡ་གཅིག་གི་མཐུན་འགྲིལ་གཅིག་གནང་ཐུབ་པ་ཡིན་ན་འདི་སློབ་ཕྲུག་ཚོའི་བསམ་བློའི་ནང་ལ་ཡང་འཇའ་ཡག་ལ་ཁྱད་པ་ཆེན་པོ་ཡོད་རེད་ད་འདི་གནང་བ་ལ་བརྙན་ལ་རྒན་ལགས་རྣམ་པས་ཨེ་ཁྲིམས་འདི་ག་འདྲ་སྤེན་པས་བྱས་པ་རེད་ག་རེ་བྱས་པ་རེད་འདི་གའི་ཚང་མ་ལོ་འདི་དྲ་རྒྱའི་ནང་ལ་ཡོར་ལ་ད་ལོའི་སྤྱི་འཐུས་གྲོས་ཚོགས་ཀྱི་གཟིགས་པ་ཡིན་ན་ཁྲིམས་ད་ག་རང་ལ་དམིགས་བྱས་འཛིན་སྐྱོང་བཀའ་ཤག་གི་ཐོག་ནས་གྲོས་ཆོད་གྲོས་འཆར་ཅིག་འདི་ན་གཏན་འབེབས་བྱེད་ད་འདི་ན་ཡང་དམིགས་ཡུལ་ག་རེ་ཡིན་པ་ང་ཚོའི་ལངས་ཕྱོགས་ག་རེ་རེད་སྙིང་བསྡུས་འདི་ན་ཡོད་དུས་འདི་ཐུགས་སྣང་གནང་ཡོད་འདི་དཔེ་མི་སྲིད་གལ་ཆེན་པོ་རེད་ཤག་བསླབ་གྲྭའི་ནང་ལོགས་ལ་ཡང་ཞར་དུ་ཞོག་ལ་ཡང་སྐད་ཡིག་བསླབ་རྣམས་དང་ཆ་གཅིག་ཏུ་ནི་བོད་ཀྱི་ནམ་རྒྱུན་ནས་གནང་གི་ཡོད་རེད་ད་འདའི་དངོས་ཡོད་གནས་སྟངས་ག་འདྲས་ཡིན་པ་དེ་འདའི་ཏིས་ཏིས་གནང་ཐུགས་ན་ཏན་ཏན་གྱི་སློབ་ཕྲུག་ཚོའི་བསམ་བློའི་གོ་རྟོགས་འཕེལ་རྒྱས་འགྲོ་བ་ལ་ཡང་ཁྱད་པར་ཡོང་གི་རེད་དཔེར་ན་ཉེ་བའི་ཆར་ལ་ཆ་བཞག་པ་ཡིན་ན་ད་ད་ལྟ་ག་རེད་ཟེར་ན་སྤྱི་ནོར་ཁོངས་སུ་སྐྱབས་མགོན་ཆེན་པོའི་ཐུགས་རྗེ་བཀའ་དྲིན་དང། ད་འཛིན་སྐྱོང་བཀའ་ཤག་གི་དབུ་ཁྲིད་ནི་ཨ་ནེ་གཞུང་ཁོངས་མ་ཡིན་པའི་ཚོགས་པ་རེད་མང་ཚོགས་ཚང་མས་འབད་བརྩོན་གནང་ནི་ད་ལྟའི་རྒྱལ་སྤྱིའི་ཐོག་གི་བོད་དོན་གནས་བབ་དེ་ཧ་ལས་པའི་ཐོབ་པ་ཅིག་ལ་ཡང་སླེབས་བསྡད་ཡོད་རེད། བྱས་ཙང་རྒྱ་ནག་གཞུང་གིས་གཞུང་ཕྱོགས་རང་ནས་དྲིལ་བསྒྲགས་ག་འདྲས་བྱས་པ་ཡིན་ནས་འདི་དངོས་ཡོད་མིན་པ་ཅིག་དང། འདི་རྫུན་མ་ཡིན་པ་ཅིག་རྒྱལ་སྤྱིའི་ཐོག་ནས་ལྟ་སྟངས་ཡོད་དུས་ད་རྒྱ་ནག་གཞུང་སྐྱས་ཤོག་ཅེས་ངེད་ཅག་ལྷ་ས་ལ་ཡ་ཨ་ནེ་ག་རེ་རེད་ཟེར་ན་འདི་རྒྱལ་སྤྱིའི་བརྡ་འཕྲིན་གྱི་ཚོགས་ཆེན་ཐེངས་གཉིས་པ་ས་ཡི་ཚོགས་འདིའི་ནང་ལ་ཁོ་རང་ཚོས་བཤད་ནས་ཡོང་གི་མེད་ཙང་ཕྱི་རྒྱལ་གྱི་གསར་འགོད་པས་ཁོ་རང་གིས་ཁོ་རང་ཚོའི་འདོད་ཕྱོགས་ལ་རྒྱབ་སྐྱོར་བྱེད་འདི་སྐད་བཏང་རྗེས་བོད་ཀྱི་སྒྲུང་ངོམ་འདི་བཤད་དགོས་ཀྱི་རེད། ད་བོད་ཀྱི་སྒྲུང་ངོམ་འདི་ག་རེ་རེད་ཟེར་རྗེས་ཕར་རྩད་གཅོད་བྱས་པ་ཡིན་ན་བོད་ནང་ལ་འགྲོ་ཡ་མིའི་ཐོབ་ཐང་ཡོད་པ་སྐད་ཡིག་སྲུང་སྐྱོབ་བྱེད་ཀྱི་ཡོད་པ། རིག་གཞུང་སྲུང་སྐྱོབ་བྱེད་ཀྱི་ཡོད་པ་དེ་གས་འདི་རྒྱ་ནག་གཞུང་གིས་བྱེད་ཀྱི་ཡོད་ཟེར་ལབ་ནི་རྒྱལ་སྤྱིའི་ཐོག་ནས་ཡིད་ཆེས་ཡོང་གི་མེད་ཙང། འདི་ལ་ཡང་ཕྱི་རྒྱལ་གྱི་མི་དེ་འད་སྐད་དང་བཅས་ཁོ་ཚོ་ཁྱབ་བསྒྲགས་བྱེད་དུ་ཡང་འདི་འད་ཀྱི་ལག་ལེན་བསྟར་གི་འདུག་དེ་འདུག་ང་རང་ཚོའི་ངོས་ནས་དག་ནང་དག་གི་སྒྲུབ་ངོ་མ་འདི་སློབ་ཕྲུག་ཚོ་ལ་ཡང་ད་གས་འདི་སློབ་ཚན་ཆ་ཚང་ཡོང་གི་མ་རེད་དེ་ཞག་ཏུ་ཞོགས་ལ་ཡང་འགྲེལ་བརྗོད་རེ་བ་གནང་ཐུག་ན། ཨན་ཏན་ཏན་གྱིས་མི་རིགས་ཀྱི་ངོ་བོ་སྲུང་སྐྱོབ་བྱེད་ཡ་ལ་ཕན་ཐོགས་ཡོང་གི་རེད་ཟེར་རྗེས་ངས་འདི་འད་ཅིག་ཞུ་ཡ་ཡིན་ཨན་ད་རིགས་གོ་སྐབས་དེ་བརྒྱུད་རྗེས་ཨན་བླ་མ་ཚང་ལ་གཙོ་བོ་གྱུར་བའི་ཨན་དག་སྣང་གི་སློབ་སྤྱི་དང་སློབ་ཕྲུག་རྣམ་པ་ཚང་མས་ཨན་འབད་བརྩོན་གནང་བ་དེ་ལ་ཡ་ཐུགས་ཆེ་ཞུ་ཡ་དང་ཨན་ད་དུ་གནང་ཚར་བ་ལས་གནང་རྒྱུ་དད་པ་མང་ཡོད་རེད་ཨན་དེའི་ཐོག་ལ་ཡ་དོན་གཅོད་ལས་དབུ་ནན་དག་སྣང་ཙམ་མ་རེད་རིག་གཞུང་སློབ་གྲྭ་ཡོངས་རྫོགས་ལ་ཡ་ག་དུས་ཡིན་ནས་ལས་གལ་ཆེན་པོ་ཞིག་བྱེད་ཅེས་རྒྱབ་སྐྱོར་གནང་སྐོར་འདི་འདྲ་ཡིན་དུས་ཨ་ནི་བྱ་ལས་འདི་མུ་མཐུད་བྱས། སྔར་ལས་ལྷག་པའི་ཨ་ནི་ཤུགས་སྐྱོན་རག་ནའང་ཨ་ནི་གནང་སྒོ་ཐམས་ཅད་ཨ་ནི་ཡག་པོ་ཡོང་ཡག་གི་རེ་བ་དང་སྨོན་འདུན་ཞུ་བ་ཡིན་མཐོ་ཆེ་ན། རྣམ་པ་ལྷན་རྒྱས་ཚང་མ་ལ་ཡང་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུས་པ་དང་སྦྲགས་ཨ་ནི་གོང་དུ་དཔེ་རྒྱང་ཀརྨ་པ་མཆོག་གི་གསུང་འཕྲིན་ཕེབས་པ་ནང་བཞིན་ཨ་ནི་དྭངས་ནས་བཞིན་བླ་མ་ཚེ་དབང་ལགས་ཀྱི་གསུང་བཤད་རེད་དྭངས་ནས་བཞིན། དཔལ་ལྡན་སྲིད་སྐྱོང་མཆོག་གི་བཀའ་སློབ་རེད་བདེ་སྲུང་བཀའ་བློན་མཆོག་གི་བཀའ་སློབ་གནང་བ་ཡིན་དུས་ད་ངས་འདི་ལ་སྤྲོད་པའི་དམིགས་བསལ་ག་ཡེ་ཞུ་ཡས་མེད། ད་འདི་ལྟའི་དག་སྣང་རིག་གཞུང་སློབ་གྲྭའི་གི་ད་རྒན་གྱི་ངའི་བླ་མ་ཚེ་དབང་དབུས་པའི་སློབ་སྤྱི་རྣམ་པ་ཚང་མ་ལ་ཡ་ཨ་ནི་ད་འདྲ་བུ་དོ་དངོས་གནས་མ་དགུན་དྭང་བླང་གི་ང་རང་ཚོ་ད་ན་གཞོན་ཚོ་ལ་ཡ་བོད་ཀྱི་སྐད་ཡིག་དང་རིག་གཞུང་བཟང་པོ་བག་ཆགས་སྤྲོད་ཡ་ཡིན་གི་གང་ལས་ཆ་ལ། ཨ་ཧང་ས་ཡང་ཡག་པོ་གནང་གི་འདུག་དེ་ལ་ཡང་ཐུགས་རྗེ་ཆེ་ཆེ་ནས་ཞུ་བ་དང་སྦྲགས་ཨ་ནི་ཡང་གསལ་བཤད་ཐུང་ཐུང་ཅིག་ཞུས་པ་ཡིན་ན། ཨ་ནི་ད་ལྟ་དེའི་གོང་དུ་དག་སྣང་སློབ་གྲྭ་རིག་གཞུང་སློབ་གྲྭ་ནས་ཨ་ནི་ད་ཡ་ང་ཚོའི་བདེ་སྲུང་བཀའ་བློན་དྭ་ཀུན་དགའ་ལགས་ཀྱིས་སྙེ་མ་བོད་རིགས་འབྲུ་འདུས་པའི་ཕྱག་ལས་གནང་བའི་སྐབས་ལ་ཡང་གཟིགས་པ་ཆེན་པོ་ཞིག་རག་གནང་སོང་གསུང་གི་འདུག་ད་འདི་དག་སྣང་སློབ་གྲྭ་ཙམ་མ་རེད་ང་རང་ཚོ་བྱང་ཨ་ཕི་རི་ཀ་ནང་ཡོད་པའི་གི་བོད་རིགས་སྤྱི་མཐུན་ཚོགས་པའི་སློབ་གྲྭ་ཚང་མ་གི་ཐོག་ལ་ཡང་འགན་བཞེས་བྱ་དངུ་ནས་ཨ་ཧང་ས་ཡང་གི་ཕྱག་ལས་གནང་སོང། ཚང་མའི་མཁྱེན་གསལ་རེད་དེ་ཡིན་དུས་གོ་སྐབས་འདི་བརྒྱུད་ནས་ཨ་ནི་དེ་དེ་གསུམ་ཀ་ལེན་ཆོག་ལ་ཡ་ད་ནི་བ་དོ་བོད་རིགས་འབྲེལ་མཐུད་པས་རྒྱན་བཞེས་པའི་སྐབས་ལ་དངུལ་གནས་ལྟ་ཅིག་སྒང་ནས་ང་ཚོ་གོ་བསྡུར་བྱེད་ཅེས་ཕྱག་ལས་ཅིག་གནང་དུས་ད་ཧང་སངས་ཀྱིས་གནང་བ་མ་ཟད་གྲུབ་འབྲས་ག་ལ་གང་འཚམས་ཐོན་སོང་ད་ང་ཚོ་དོན་གཅོད་ལས་ཁུངས་ངོ་ཅོག་ནས་གཙོ་བོ་དེ་ག་རེ་རེད་ཞུས་པས་ན་གཟའ་མཇུག་ལ་སློབ་གྲྭ་ཁག་གཙོ་ལ་ད་གོང་དུ་ཀོང་སི་སྐྱོང་མཆོག་གིས་བཀའ་གནང་བ་ན་ཤིང་རེད་ད་སིའི་ཤེས་ཡོན་གྱི་བག་ཆགས་བཟང་པོ་བསྐྲུན་ཡ་དང་དེ་སྔ་ནས་བཞིན་བོད་ཀྱི་སྐད་ཡིག་སློབ་ཁྲིད་གནང་སྟངས་འགའ་ལ་ཟབ་སྦྱོང་དེ་འདྲ་གོ་སྒྲིག་ཞུས་བྱས་དེ་ང་ཚོས་མཐུན་འགྱུར་གནང་དགོས་རེད་དེ་མུ་མཐུད་ནས་ང་ཚོས་གར་སར་མཐུན་འགྱུར་གྱི་གནང་ཡག་ལ་ང་ཚོས་ག་དུས་ན་གར་སར་དགོས་རེད་ད་གྲ་སྒྲིག་ཨང་སང་ཡིན་ད་ལྟ་ངེད་ཅག་ད་ང་ཚོའི་ན་ནིང་གི་ཚོགས་ཆེན་སྐབས་ལ་ཡང་གྲོས་ཆོད་བཞག་ན་བཞིན་རྒྱ་གར་ནས་ད་ལྟ་མཁས་དབང་གཉིས་ད་མཁས་དབང་ཟེར་ནས་རེད་སློབ་སྟོན་པ་གཉིས་ད་ལྟ་སློབ་དཔོན་རེ་ཏོ་སངས་རྒྱས་ལགས་དང་དེ་སྔ་ནས་བཞིན་བེ་རི་རྒྱལ་སྲས་ད་ལྟ་དེ། བྱང་ཨ་རིའི་ནང་ལ་ཡང་བོད་ཀྱི་སྐད་ཡིག་སློབ་ཁྲིད་ཀྱི་ངང་ལ་ཡང་མཁས་དབང་དང་བསྟན་འཛིན་འཆི་མེད་ནུབ་བ་ལགས་ཆེད་ཆེད་ད་ལྟ་ངེད་ཅག་ལྟ་གེ་ས་ག་ས་ས་ཁུལ་ཁག་དྲུག་བདུན་ཅིག་ལ་ཡང་དེ་འདྲའི་ཟབ་སྦྱོང་ཚོགས་གནང་ཚར་ཚུལ་རེད་ད་འདིའི་ཐོག་ལ་ང་ཚོ་བོད་མི་སྒྲིག་འཛུགས་དངོས་ཕྱོགས་ནས་ག་རིགས་གནང་ཡ་ཡོད་པ་ན་གནང་ཡ་དང་དེ་ག་ནང་བཞིན་ང་ཚོའི་ད་སྐད་ཡིག་འདི་གང་ལ་ཡིན་ན་བྱང་ཨ་མི་རི་ཀའི་ནང་ལ་ཡང་ད་དངོས་གནས་གཟའ་མཇུག་སློབ་གྲྭ་ཚོགས་ཀྱི

ཁ་ཤས་ཀྱིས་བཏོན་གནང་ཡོད་རེད་ད་དངོས་གནས་འདི་ལས་སླ་བོ་ཅིག་རེད་མི་འདུག་དེ་ཡིན་དུས་ད་ལྟ་བོད་ཀྱི་ཐེབས་རྩ་གི་ངོ་ཅོག་ནས་ད་ཅིག་ནང་དོན་འདི་གང་ཚང་བག་ཆགས་བཞག་མ་ཐུབ་པ་ནས་སྐད་ཡིག་གི་བག་ཆགས་བཞག་ཡ་ཆེད་དུ་ད་ལྟ་པེ་པ་ཕིག་ལའེ་འདི་བོད་སྐད་ནང་བསྒྱུར་ཡོད་རེད་ད་ང་ཚོ་འདས་ཕྱི་སྐད་ལ་ཡུལ་སྐྱོག་ཚོ་འདི་གར་ཤོར་གློག་ཀླད་རེད་གློག་བརྙན་འདི་ལྟ་གི་ཡོད་དུས་དངོས་གནས་ནང་དོན་གྱི་བོད་ཀྱི་ཅིག་གར་ཚ་རིག་གཞུང་བཟང་པོ་རེད་དེའི་བག་ཆགས་བཞག་མ་ཐུབ་པ་ནས་སྐད་ཡིག་གང་ལ་བག་ཆགས་བཞག་ཡ་འདི་ད་འདས་ཀྱི། ཟླ་གཅིག་བྱིས་པའི་གི་དགུན་གཉེན་ལ་བོར་བ་བཀའ་དྲུང་རིགས་ཏེ་བོད་སྐད་ནང་བསྒྱུར་ཐུབ་པ་ནི་ཏན་ཏན་སྐད་ཡིག་གི་བག་ཆགས་བཞག་ཡ་ཡོད་པ་ཞིག་རེད་འདུག་འདི་ཡིན་ཡང་ད་ལན་དེའི་གོ་སྐབས་འདི་བརྒྱུད་ནས་ཚང་མ་ངོ་ཐུག་གནང་གནང་བྱས་དེ་འདྲས་ཅིག་བྱས་ཡ་བི་ནས་ང་ཚོ་བྱ་ངག་མི་རི་ནི་ཀ་ན་ཡོད་སྐྱོ་བྱིས་པ་གསར་པ་ཚོ་ལ་ཡང་བོད་ཀྱི་སྐད་ཡིག་བག་ཆགས་ཏན་ཏན་ཅིག་བཞག་ཐུབ་འུར་ཚང་གི་འདུག་ཨ་ནི་གཙོ་བོ་ནི་ད་ཕ་མའི་འགན་ཆགས་ད་དུ། ང་རང་ཚོ་ད་ལྟའི་བོད་པའི་སྤྱི་ཚོགས་ནང་ལ་ཕ་མ་ཁ་ཤས་ཀྱི་བུ་ཕྲུག་དེ་ཚོ་དངོས་གནས་བོད་སྐད་ཧང་སངས་ཡག་དེ་འདྲ་ཁྱོད་གོ་འདུག་ད་གཙོ་བོ་ཕ་མ་ལ་རག་ལས་དེ་ཡོད་དེ་གོ་སྐབས་འདི་བརྒྱུད་ནས་ཨ་ཚང་མས་ཀྱི་ད་ཅིག་ཕྱ་གྲུ་མཉམ་ལས་གནང་དགོས་དེ་གལ་ཆེན་པོ་རེད་འདུག་ཅེས་བཅས་དེ་འད་ཅེས་ཞུས་པར་དོ་ནས་ཨ་ཚང་མ་ལ་ཡ་ཚང་བོད་ཀྲེ་སི་ལེ་ལམ་ཞུ་དོ་ཆེ་ན།